ཨོ་བཀྲ་ཤིས་བདེ་ལེགས། དེ་རིང་ངས་ཁ་གཞུང་ལས། བོད་རིགས་རྨོངས་པ་ཕ་ཆེ་ཁང་ལ་ཡོད་ཟེར་བ་ཅིག་ལབ་གི་ཡོད། གལ་སྲིད་ན་ངའི་ཕྱག་གི་གནས་སུ་ཁ་ཤས་ཀྱི་སྟེང་ལས། དེ་ཚེ་དུམ་པ་དེ་ག་རེ་ཟེར་ན་ངའི་ཕྱག་ཨ་ནི་ད་དམྱལ་བ་ཡོད་རེད་དམ་མ་རེད་ཟེར་ཡ་འདྲ་བོ་འདུག་ཨ་ནི་ཚེ་བསོད་མ་ཡོད་མེད་ཀྱི་སྐོར་ལས།

རྩེ་གཅིག་ཡིད་གཅིག་གཅིག་བྱས་རྣམ་པར་རྟོག་ལས། ཤི་ཚར་ཏེ་ཡོངས་གྲོལ་ཚར་གྱི་བ་རེད། ལས་ཀ་བྱས་ན་ནི་འདི་ཡ་ཅན་ལ་སྤྱད་ཀྱི་རེད་ལས་ཀ་སྡུག་པོ་བྱས་ན་ནི་དམྱལ་བ་ལ་སྤྱད་ཀྱི་རེད་ཟེར་ཡ་གྱི་སྐོར་ཚོ་དྲིལ་བསྒྲགས་བྱས་ནས་ཤོག་གཅིག་ནས་ཁོ་རང་ཚོ་དེ་མི་ཚང་མ་གི་རིག་གནས་ཆུ་ཚད་དེ་མ་གཏོགས་བློས་ཡོད་མ་རེད། ཚན་རིག་གི་ཤེས་བྱ་དེ་མ་གཏོགས་ཡོད་མ་རེད། ཤོག་གཉིས་ནས་ཡང་ཆེས་ལུས་པ་དེ་ཚོ་ཁོ་རང་ཚོ་གི་ཡང་མི་ལ་དབང་བསྒྱུར་བྱེད་ཡ་དུ་འགོ་དགོས་གཏོང་ཡ་གི་ནི་བསམ་བློ་གཅིག་དེའི་ཤོག་དེ

ཨོ་དེ་འདྲ་བ་མང་པོ་ཞིག་ཚོ་ལ་ད་སྣང་ཤེས་ཟེར་ཡ་དེ་གཉིས་གཅིག་མིན་གཅིག་མ་ཤེས་ཡག་འགྲོ་ཡ་གཅིག་མི་འདུག་བསམ་ཡ་དེ་མང་པོ་ཅིག་ཧ་གོ་ས་རེད་མི་ཐམས་ཅད་གཉིད་སད་འོང་དུས་བོད་པ་གི་ནང་ལ་གཉིད་སད་འོང་གི་ཡོག་རེད་བོད་པའི་ནང་ལ་ཡང་ཨ་ནི་བླ་མ་ཡོན་ཏན་ཅན་དེ་ཚོ་སད་ཡོང་གི་འདུག་ཨ་བོད་ནང་ཁ་སང་རྫོང་ས་མཁྱེན་བརྩེ་རིན་པོ་ཆེ་འདྲ་བོ་དོ་བེར་དགེ་བཤེས་ལོང་མ་ཚར་གཅིག་ཁོ་ཚོ་ཚང་མ་གི་མཚན་རིག་གི་སྟེང་ནས་ཨོ་ད་འདི་ཚེ་ཕྱི་མ་དེ་གཉའ་བ་ཟེར་ཡ་དེ་སྔོན་མ་ཨ་ནི་གྲངས་བཟོས་འདུག་ཁོ་ཚོ་གི་གཅིག་མགོ་སྐོར་གཏོང་ཡ་ཆེ་སྐད་གོ་ས་དེ་འདྲ་བོ་ཅིག་རེད་ཤག། དེ་འདྲ་ཡིན་དུས་ཨ་ནི་ད་ང་ཚོ་ཞི་ར་ཞེ་ནོ་བཤད་གི་མི་འདུག་རྒྱུ་མཚན་ཁ་ཁད་ཀྱི་ལག་ཡོང་དུས་བོད་ནང་གི་ཡང་དེ་འདྲ་བླ་མ་ཁ་ཁད་ཀྱི་གྲི་ཡག་ལོང་གི་ཡོད་རེད་ག་རེ་ཟེར་དང་གྲི་ཡག་ལོང་མཁན་དེ་ཚོ་ཁོ་རང་ཚོ་དངུལ་གནོད་བྱེད་ན་ཐོང་ལྟ་ཅི་ཐོང་བྱ་ཆུན་ཆུན་ཡན་ཏེ་ཞི་ར་མེད་མཁན་དེ་ཚོ་ད་གསོ་རྒྱུ་ནོར་ད་ལ་མ་འདུག་ལ་བོད་མི་མང་དེ་དེའི་ནང་ལ་ཡག་གཉིས་ཚད་ཁོ་ས་རེད་ཅེས་ཁོ་ཚོ་བཤད་གི་ཡོད་རེད་བོད་མི་མང་དེ་ལ་ཡིད་ཆེས་མེད་པ་ཆགས་སོང་ན་དངུལ་འདོན་བྱེད་ན་ཁོ་ཚོ་གི་ལས་ཀ་ཤོར་འགྲོ་གི་ཡོད་རེད་རྒྱ་ཚ་བོད་ཀྱི་ནང་ལ་བླ་མ་ཚང་མ་མ་རེད་ཨ་བླ་མ་གྲྭ་བ་ཀྱི་ནང་ལ་མགོ་ཀྱི་སྟོང་ཀི་ཀྱི་བླ་མ་བརྒྱ་ཆ་བཅུ་བཅད་ལྔ་བརྒྱུ་བ་རེད་མ་གཏོགས་བོད་ནང་ཀྱི་བླ་མ་བརྒྱ་ཆ་དགུ་བཅུ་དེ་དཔེ་ཡག་པོ་རེ་བྱ་ཡི་བ་རེད་མི་མང་ལ་བསམ་བློ་གཏོང་གི་ཡི་བ་རེད་ཡན་ཏན་ཡི་བ་རེད་བསམ་བློ་གཏོང་བྱ་གི་ཡི་བ་རེད་ཁ་དྲོག་གི་མི་འདུག་བ། ད་དེ་ནང་ཁ་དྲོག་ནས་ཨོ་ད་དམྱལ་བ་མེད་ཟེར་ན་ཁ་ཤི་འགྱོད་ཨོ་ཡི་དྭགས་མེད་ཟེར་ན་ཁ་ཤི་འགྱོད་ཀྱི་ལྟ་བ་ལོག་པ་རེད་ཟེར་སྨྱོ་དྲ་བཤད་འདུག་གི་དེ་ཚོ

འདྲེ་བརྒྱད་ཀྱིས་དེར་ལྷོ་ཚན་ཁྲིད་དེ་སྣ་ཚོགས་ཀྱི་འདུ་བ་བདེ་བ་ཅན་ལ་སྐྱེ་བའི་ལོ་རྒྱུས། སུ་གཞི་མ་བདེ་བ་ཅན་ལས་སྐྱེ་བར་མ་ངེས་པ་བདེ་བ་ཅན་ལས། ལྕགས་རྫོང་ནོར་གྱི་ལྕགས་རྫི་དེ་དག་དངོས་འདྲེན་བྱས་ན་ལུང་པ་ཡ་བརྒྱད་འདུག་ཟེར་གི་ནང་ལས་ལྷོ་བྲག་ཆུང་ཆུང་དེ་ཚོ་ཀྱི་ལྕགས་རྫི་ཡིན་པ་ཧ་གོ་གི་ཡོད་རེད་བོད་པ་རྣམས་ལ་ད་རང་རྒན་རྒོན་དེ་ཚོ་ཡིད་ཆེས་ཀྱི་རེད་པ།

བོད་པ་རློམ་པ་ཕ་ཆད་ཁམས་ལ་ཡོད་ཟེར་གི་རྒྱུ་མཚན་འདྲ་པོ་དེ་དེ་ཡིན། ཨ་ལེ་དེའི་ནང་ལོས་ལོ་གཞོན་ཡག་ཏུ་ཡིད་ཆེས་གི་མ་རེད་དེང་སང་བོད་པ་གི་ཡིན་ན་དཔེར་ན་ཡོན་ཏན་ཡན་གྱི་ལྷོ་ཆུང་ཡན་གྱི་འདྲ་པོ་དེ་ཚོ་ཡིད་ཆེས་གི་མ་རེད་ལ་ལོ་རྒན་བུ་ང་འདྲ་པོ་དེ་ཚོ་ཕ་ཆད་དུ་ཡིད་ཆེས་གི་མ་རེད་ད་ཁམས་གི་ཕྱོགས་ལ་སྡུག་ཤོས་དེ་ཡང་ལོ་གཞོན་ཡག་ནང་ལོས་ཡན་ཏན་མེན་གྱི་ལྷོ་དགྲ་འགྲོ་མ་ཉུག་གི་ཨ་ནི་ཅི་ཞིག་མི་ཡིན་དྲིན་ལ་སྐྱོ་སྐྱོ་ཞིང་འགྲོ་གི་ཡོད་བར་དུ་དྲིན་མོ་འགྲོ་སྟོང་ཞིག་འགྲོ་ཐུག་ཁྱེད་ཀྱི་ལོ་བཅུ་གཉིས་བརྒྱ་བར་དུ་ཨ་ནི་ཟ་རྒྱུ་རག་ན་ཟ་རྐུ་མ་རྐུ་རྒྱུ་རག་ན་རྐུ་རྡུལ་སྙིང་ཚད་ཅིག་འགྲོ་ཐུག་གྱི་ཅིག་ཆུད་དད་པ་ཡིན་ཟེར་ན་ད་བླ་མ་དེ་ཚོ་གི་སྐྱག་པ་ཟེར་ན་ཟོ་ཟེར་ན་ཁོ་ཚོ་ཟ་གི་ཡོད་རེད་ལ་ཨ་ནི་དེ་ཚོ་གི་རྗེས་སུ་འགྲོ་འོང་དན་གི་སྐལ་བརྒྱད་འདུག་གི་དེ་ཚོ་ཡང་ཁམས་པ་ལོ་གཞོན་གཞན་གི་ཕོ་སར་མོ་སར་ཁ་ཅིག་འདུག་བ་ཡོད་འདོད་མི་གི་དེ་ཙང་ལྟས་ང་ཚོ་ཨ་ནི་བོད་རིགས་ཀྱི་ནང་ལ་བརྒྱ་ཆ་ལྔ་དྲུག་འདྲ་པོ་འདུག་གི། ཁང་པ་བཞེངས་ནས་རློམ་པ་དེ་ཚོ་ཡང་ཨ་ནི་ད་ད་ད་ཡིག་ཚ་དེ་བོད་ལོ་རེད་ཟེར་དེ་ཡིན། རྒྱུ་མཚན་གཉིས་པ་དེ་ག་ཟེར་ན་ང་ཚོ་ཡང་ཡང་ཨ་མདོ་ལ་མེད་པ་དབུས་གཙང་ལ་མེད་པ་ཁང་པ་མི་ཁ་ཁྱད་ཞིག་ཁ་སེང་ཡང་འཛམ་གླིང་སྤྱི་ཚོགས་འགྲོ་སའི་གཉན་ཆེན་ཐང་ལ་ལ་སྔོ་ལ་ཆ་ག་ཆེ་འདུག་བ། ད་ག་རེ་ཟོ་ཡི་བ་རེད། ང་ཚེ་བསོད་ནོ་ལས་ཨོང་ཐུང་བླུན་རྟ་ད་ཡ་ཡིན་སེ་ཤོ་གི་དེ་བླུན་རྟ་བ་ཁོ་དྲོ་ལ་ཨ་ནེ་ཅི་ཡི་ཆེ་ལ་བ་ཁ་བ་འབོ་ཟི་འདྲ་ཆེ་བླུན་རྟ་དེ་ཚོ་ཅི་བོ་དུ་ཨ་ནེ་ཁོ་རང་ཚོ་གི་དྲན་ན་ཀེ་ཧི་ཧི་སེ་ལ་བླུན་རྟ་དེ་ནོ་ལ་འཆི་རྟ་དེ་ཚོང་མ་ཨ་ནེ་གོ་ལིས་འབོ་ཟི་འདྲ་ཆེ་འབོ་ལ་འགྲོ་བསྡད་ན་ཨ་ནེ་ཚེ་བསོད་ནོ་ལས་ཨོང་ཐུང་ད་བོན་གི་ཡོ་དྲན་གི་བ་རེད་དངོས་གནས་གྲོང་ནས་བླུན་རྟ་ལས་ནུས་པ་ཅི་ཡོད།

བློན་པོ་ཕ་ཅེ་ཁམས་ལ་ཡེ་ཟེར་བའི་རྒྱུ་མཚན་དེར་དབུས་གཙང་གི་མི་འདི་འདུག་ཨ་མདོ་གི་མི་མི་འདུག་ཁམས་པ་ཁ་ཤས་ཀྱིས་བླུན་རྟ་བསྟད་རྩིས་ཉེས་འདང་ཤས་ཉེས་ཤས་ཐོངས་ལ་ལས་སྔོ་ལ་ཆ་ག་ཁ་ཚོགས་ཆེ་འདུག་ཨ་ཨོ་དེ་འདྲ་བ་དེ་མི་ཚོ་རུག་ཅིས་དངོས་གནས་བཤད་ན་ཨ་ནི་བླ་མ་བླ་ལུག་དམ་ཚིག་རུང་རེད་བླ་ལུག་ཟེར་ག་རེ་ཟེར་ན་ཨ་ནི་བསམ་བཞིན་དུ་ལས་བོད་མི་མོ་ལ་མགོ་སྐོར་གཏོང་ཧ་ནི་མི་དགོས་ཁུངས་ནི་མེད་ལུགས་འདི་མེད་དམྱལ་བ་ཡོད་ཡེ་དྭགས་ཡོད་ཚད་ཕྱི་མ་ཡོད་ཟེར་ཁུན་ལུན་མེད་པར་མི་བལྟ་ན་རྒན་མོ་ཤོ་དེས་གནའ་སྔ་མོ་གི་སྐད་ཆ། ལོ། ལྔ་བརྒྱ་དྲུག་བརྒྱ་སྟོང་ཕྲག་གི་སྔའི་ལི་ཤའི་སྐལ་པ་སྐད་ཆ་དང་ཡོང་ཤས་ཤིག་ལ་རྫིག་རྫིག་ཅིག་འགྲོ་བསྡད་ཀྱི་འདུག་ཨ། ང་ཚོ་གིས་བལྟས་ན་ཁྱོད་རང་ལ་ཡན་ཏན་མིན་པའི་གི་ཨ་ནི་ཁུན་འདྲ་བོ་ཅིག་རྒྱུ་མཚན་འདྲ་བོ་ཅིག་མཐོང་ཡོང་གི་འདུག་དེང་སང་བླ་མ་གྲྭ་པ་ཨ་ནི་བོད་མི་མང་ལ་ལྷག་བསམ་ཡོད་མཁན་མགོ་སྐོར་མི་གཏོང་མཁན་དེ་ཚོ་གིས་ད་ཡག་པོ་ལ་ཡོང་གི་འདུག་ཁ་སང་དུང་སང་ཆེ་ཚད་ཀྱི་ཡག་པོ་ལ་བོད་རིགས་དགེ་བཤེས་ཀྱི་ཡག་པོ་ལ་ཞག་ལོ་མ་ཚ་ཅེ་གི་ཡ་བ་ལ་གི། ང་ཚོ་ངུས་ན་ཅེ་དམྱལ་བ་ལ་སྤྲོ་ན། དང་པོ་ཁྲི་བྲིས་ལང་དེ་ཡག་པོ་ཅིག་གསུང། ཁྲི་བྲིས་ལང་དེ་དང་ལས་ལྷ་ཤེས་རེད་དེ་གསུང་དགོས་ན་ལས་རྒྱུ་འབྲས་རང་ཤུགས་ཀྱི་གསུང་གི་ཡོད་རེད། ལས་རྒྱུ་འབྲས་རང་ཤུགས་ཀྱི་གསུང་ཚར་དུས་དམྱལ་བ་ཡོད་ན་སྤྲོ་ལ་མ་ཅེ་དམྱལ་བ་ནང་འགྲོ་གི་ཟིག་འགྲོ་ས་ཡོད་ལ་མ་རེད་སླེ་ལ་མ་རེད་དམྱལ་བ་ནང་འགྲོ་ས་གི་ཆ་རྐྱེན་ཚང་ཡོད་མ་རེད་བ། དམྱལ་བ་ལ་སྤྲོ་དགོས་ཡོད་མ་རེད།

བླུན་པོ་ཕ་ཅེ་ཁམས་ལ་ཡོད་ཟེར་ཡག་གི་སྐད་ཆ་དེ་དེ་ཡིན་བཀྲ་ཤིས་བདེ་ལེགས།